བཅུད་ཀྱི་ནམ་མཁའ་བཞིན་དུ་ཡིད་མོས་ཀྱང་གཟུགས་ཀྱི་འཇའ་ཚོན་བཞིན་དུ་སོ་སོར་སར་ཐབས་དང་ཤེས་རབ་མཆོག་དང་ལྔ་གཉིས་པོས་ལྔ་བདེ་བར་གཤེགས་ལ་སངས་འཚལ་ལོ། དཔའ་གདན་རྫ་བ་བླ་མ་རིན་པོ་ཆེ་བདག་གི་སྐྱེ་བོར་བོད་མིའི་བདེ་འབྱུང་བཀའ་དྲིན་ཆེན་པོའི་སྒོ་ནས་རྗེ་བཟང་ཐེག་སྐུ་གསུང་ཐུགས་ཀྱི་དངོས་གྲུབ་རྩ་བསྒྲུབས་སོ། ཧོ་ལ་སོ་ད་ཆུ་གྲོགས་ལུ་ན་བཞུགས་པའི་ཆུ་གྲོགས་རྣམ་པ་ཚང་མ་ལ་ནི་དགོང་མོའི་ཆ་ནས་ཡིན་དང་ང་འདས་ས་ནས་ནི་དགོང་མོ་བདེ་ལེགས་དང་ནི་དུས་གསུམ་བདེ་ལེགས་ཞེས་ཞུ་གི་ཡིན། ཧ་ནི་ཁྱེད་རྣམ་པ་ཚང་མ་ལུས་བདེ་སེམས་སྐྱིད་བྱས་ནས་བསྡད་ཡོད་པའི་རེ་བ་དང་སྨོན་ལམ་ཡོད། ཨེ་ནི་ད་དེ་རིང་ང་ཚོའི་ཡེ་ཤུའི་སྟོན་པ་བླ་ན་མེད་པ་ཡེ་ཤུ་ཁི་དང་འཁྲུངས་སྐར་ཉིན་མོ་དེ་ཁི་བསྡད་ཡོད་རེད། ཧ་ནི་ཚང་མ་ལ་དེ་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞེས་ཞུ་གི་ཡིན། ད་ངའི་ཁར་གཙང་ཞིང་ཉེ་ཆ་ད་མི་ཁ་ཤས་ཅིག་གིས་ང་ལ་སྒེར་ལ་འབྲེལ་བ་བྱས་རེད་ད་ཐེ་ཇུང་རིན་པོ་ཆེ་བྱིས་མགོ་བོར་སོང་ནས་ང་དུས་ཚོད་འདྲ་གི་གཙང་ནས་མ་ཁོང་བ་བྱས་ནས་དེ་འདྲ་བྱས་ནས་ལྷག་སོང་ང་ནི་ད་ནམ་ཞག་གཅིག་ཏུ་ང་ཚོའི་ཆར་སྤྱིན་བཟའ་ཟླ་བ་གའི་དགོང་མོ་དེ་ལ་ང་ཚོས་ད་རྒྱུད་སྡེ་མ་འདྲ་བ་དེ་འདྲ་ཡི་དྭགས་གོ་ལྷག་མ་འདྲ་བ་ཉམས་ལེན་བྱེད་གི་ཡོད་ར་སྐབས་དེ་དུས་ངའི་ཏེའི་སེ་ཅིག་ཆུ་བཤད་གི་ཡོད་རེད་དེ་ཆུ་བཤལ་ལེ་སྐབས་སུ་ཁོ་རང་ཚོས་དེ་ལ་དོ་སྣང་བྱས་དེ་ནི་ཁ་ཤས་ཀྱིས་འདོད་ནི་དེ་པས་ཁོང་ཚོ་ལ་སེམས་ལ་འཇུག་པོ་དང་ཕན་པོ་བྱུང་སོང། ཧ་ནི་དེའི་ཆུ་བཤལ་བ་ནང་བཞིན་གྱི་སྒྲ་སྒམ་གྱིས་བཟོ་རོགས་ཅེས་ང་ལ་དེ་འདྲ་གཅིག་གསུང་གཉིས་གསོལ་དུ་མ་ཁ་ཤས་ཀྱིས་བྱུང་སོང་འོ་དེ་འདྲ་ཡོད་འདུག་ཙང་ནི་ད་དེ་ལ་ངས་དེ་འདོད་པ་ལྟར་དུ་ངས་དེ་རིང་དེ་འདྲ་བྱས་འདི་སྒྲ་སྒམ་ཆུང་ཆུང་གྱིས་བཟོ་ན་བཏང་གི་ཡིན། ད་ལྟའི་ལ། ངས་རྒྱུད་སྡེ་ཉམས་ལེན་བྱེད་ལེའི་སྐབས་སུ་ག་རེ་ཞུ་གི་ཡོད་རེད་ཞེས་དུས་རྩ་ནས་ནམ་ཞག་བརྗོད་འདོད་ཀྱི་ང་རང་ཚོའི་གཞི་འདི་གཉིས་ལམ་འཚོ་གཉིས་ཨེ་ནི། འབྲས་བུ་ཀུན་གཉིས་ཟེར་ཡ་དེ་ད་ཁ་ནས་ནམ་ཞག་བརྗོད་ན་ང་ཚོས་དེ་ཤེས་ཀྱི་ཡོད་ར་དེ་ཤེས་བདེ་བ་མ་ཡིན་པ་དོན་ངོ་མ་ཐོག་ལ་སེམས་ཀྱི་ཐོག་ནས་འཚོལ་ཡོང་ཐུབ་རེའི་ཐབས་ཤེས་འདྲ་བྱས་ད་ང་རང་དེ་འདྲ་བཟོ་གི་ཡོད། དེ་འདྲ་ཡིན་དུས་རྩ་ནས་དེ་བཟོ་ལས་སྐབས་སུ་ནི་མི་ལ་སྐད་ཆ་བཤད་དུས་ངག་ཐོག་ནས་དེ་དེ་འདྲ་ཞིག་རང་བཞིན་གྱི་སླེབས་འགྲོ་དགོས་འདུག་བ། དེ་དེ་རེད་མདོར་བསྡུས་ཅིག་ཞུ་གི་ཡིན། དེ་འདྲ་ཡིན་དུས་རྩ་ནས་སྐྱེ་སྟངས་ང་རང་ཚོའི་ད་ལྟ་ཡི་དམ་གྱི་རྒྱུད་སྡེ་གི་ལྷ་ཉམས་ལེན་བྱེད་ལས་སྐབས་སུ་མི་ཡུལ་གྱི་རྒུད་པ་ངོ་མ་དེ་ག་རེ་རེད་བྱེད་དེ་ད་ལྟའི་ང་ཚོ་ཧ་གོ་ཡ་དེ་རེད་བ་དེ་ག་རེ་རེད་བྱེད་དུས་རྩ་ནས་དེ་ང་རང་ཚོའི་ཡིད་ལ་ཡོད་པའི་བདེ་བར་གཤེགས་པའི་སྙིང་པོའམ། ད་དེ་རིང་དཔེ་ན་ད་དཔེ་ཅིག་བཞག་པ་ཡིན་ན་དེ་རིང་ང་ཚོའི་ཉམས་ལེན་ལ་སངས་རྒྱས་འོག་དཔག་མེད་ཀྱི་ལྷ་ཉམས་ལེན་བྱེད་ཀྱི་ཡོད་ན། དེ་སངས་རྒྱས་འོག་དཔག་མེད་དེ་ང་རང་ཚོ་ལ་ཡེ་གདོད་མ་ནས་སེམས་ལ་ཡོད་བསྡད་པ་ཅིག་རེད། བདེ་གཤེགས་སྙིང་པོའི་འགྲོ་བ་ཡོངས་ལ་ཁྱབ་འགྲོ་བ་འདི་དག་མ་ལུས་སངས་རྒྱས་རྒྱུ་འདི་ནི་སྣོད་མིན་སེམས་ཅན་གང་ཡང་མེད་གསུངས་འདུག་བ། བདེ་གཤེགས་སྙིང་པོ་ཟེར་ཡ་དེ་སངས་རྒྱས་ལ་བཤད་ཀྱི་ཡོད་རེད་ཡེ་ཤེས་བདེ་བར་གཤེགས་པའི་སྙིང་པོ། སངས་རྒྱས་ཀྱི་ཆོས་ཀྱི་སྐུ། ན་ང་ཚོའི་རྣམ་འགྱུར་སྡར་མ་དཀར་ཡ་སྡར་མ་དར་དུ་ཆོས་ཀྱི་དབྱིངས། ཆོས་ཀྱི་སྐུ་ཟེར་ཡ་ད་དེ་ང་ཚོའི་ཡེ་གདོད་མ་ནས་ང་རང་ཚོའི་སེམས་ན་རང་ཆས་སུ་ཡོད་བདེ་བ་ཅི་རེད་ཞེས་བཤད་ཀྱི་ཡོད་རེད། དེ་ག་ཚོད་རང་ཆས་སུ་མེད་པ་ཡིན་ན་ཨ་ནི་ང་རང་ཚོ་ལམ་འབད་པ་ཚོགས་གཉིས་ཚོགས་གཉིས་ཀྱི་ཐོག་ནས་ལམ་ལ་འབད་བརྩོན་བྱས་ནས་བརྩོན་འགྲུས་བྱས་ཉམས་ལེན་བྱས་དེ་འདྲ་བྱས་བདེ་བ་ཡིན་ན་ཨ་ནི་འབྲེལ་བ་དུས་མིན་ཆགས་འགྲོ་གི་ཡོད་རེད། རྒྱུ་མཚན་གང་ཡིན་ཟེར་ན་གཞི་ཁོ་རང་ལ་རེ་བ་རྒྱག་ས་མེད་རེད་ཆགས་བསྡད་ཡོད་རེད་བ། ང་ཚོའི་ནང་པའི་ཆུའི་ནང་ནས་ལྷག་པར་དུ་ས་ཁང་གི་ཆུའི་ནང་ནས་དེ་གཙང་ནས་ཤེས་ཀྱི་ཡོད་མ་རེད། སངས་རྒྱས་དེ་གཞི་ལ་རང་བཞིན་གྱི་གཞི་ཟེར་དུས་ང་རང་ཚོའི་ད་ལྟ་ཁྱོད་རང་ཚོའི་སེམས་ཀྱི་རྒྱུད་ལ་རང་བཞིན་ལ་ཡོད་རེད་སེ་སངས་རྒྱས་དེ། དེ་སངས་རྒྱས་སུ་མིང་བཏགས་ཀྱི་ཡོད་མ་རེད་ཆོས་ཀྱི་སྐུ་ཞེས་མིང་བཏགས་ཀྱི་ཡོད་རེད་ཨ་ནི་བདེ་བར་གཤེགས་པའི་སྙིང་པོ་ཞེས་མིང་བཏགས་ཀྱི་ཡོད་རེད་སངས་རྒྱས་ཀྱི་ས་བོན་ཞེས་ནི་མིང་བཏགས་ཀྱི་ཡོད་རེད་ད་མིང་བཏགས་སྟངས་མ་འདྲ་བ་རེད་མ་གཏོགས་དོན་ངོ་མ་ལ་སངས་རྒྱས་འགྲུབ་རུང་གི་རྒྱུ་དེ་ང་ཚོའི་ཚང་མའི་སེམས་ཐོག་ལ་ཡོད་རེད་ཞེས་བཤད་ཀྱི་ཡོད་རེད་བ་ད་ལྟའི་སྔོན་དུ་གྱུར་བའི་སྐབས་སུ་ད་ལྟའི་སྔོན་དུ་གྱུར་བའི་ཆེད་དུ་ནི་ང་ཚོས་ད་ལ་ཉམས་ལེན་དེ་དེའི་ཆེད་དུ་བྱེད་ཀྱི་ཡོད་རེད་བ། འོ་དེ། དེ་འདྲ་ཅིག་བཤད་ནི་གཞི་ཡི་སྐབས་སུ། ང་ཚོས་གཞི་བདེན་པ་གཉིས་ཀུན་རྫོབ་ཀྱི་བདེན་པ་དང་དོན་དམ་གྱི་བདེན་པ། ཀུན་རྫོབ་ཀྱི་བདེན་པ་ཟེར་ཡ་དེ་ང་རང་ཚོའི་མིག་གི་ཡོད་དོ་མཐོང་ས་ཀྱི། དཔེར་ན། མཐོང་ས་ཀྱི་མིག་གི་ཡོད་དོ་མཐོང་ས་དེ་ལ་ནི་ཀུན་རྫོབ་བདེན་པ། ད་དངོས་པོའི་དངོས་པོ་གང་ཡིན་ན་མིག་གི་ཡོད་དོ་གཟུགས་མཐོང་པའི་ས་དེ་ལ་ནི་ཀུན་རྫོབ་བདེན་པ། ཨ་ནི་དོན་དམ་བདེན་པ་ཟེར་ཡ་འདི་རྩ་ནས་མིག་གི་ཡོད་དོ་མཐོང་ས་དེའི་གཟུགས་དེ་ཉིད་ཀྱང། རིམ་པས་ཤེས་དོན་མ། བརྟགས་ཤིང་དཔྱད་ནས་དེ་འདྲ་བྱས་ནས་བཙལ་བས་ན་ད་དེ་འདྲ་ཞིག་དེ་ཡོད་བ་ཡིན་ན། རང་བཞིན་གྱིས་མ་གྲུབ་པ་ཅིག་ཆགས་དུ་ཡོད་རེད་ད་ཤེས་བཟོད་བཅོས་གང་ཡིན་ན་ཡང་བདེན་པ་གཉིས་ལ་འགྲོ་དགོས་ཡོད་རེད་འོ་དེ་འདྲ་ཡིན་དུས་ད་ནས་ནི་དེ་ལ་དོན་དམ་བདེན་པ་གཞི་བདེན་གཉིས་ལམ་ཚོགས་གཉིས་ཟེར་གྱི་ཡོད་རེད་གཞི་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ། ལམ་དེ་ལ་ནི་ཟག་བཅས་བསོད་ནམས་ཀྱི་ཚོགས་དང་དམིགས་མེད་ཡེ་ཤེས་ཀྱི་ཚོགས་གཉིས། བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གཉིས་དེ་ལ་ལམ་ཚོགས་གཉིས། འབྲས་བུ་སྐུ་གཉིས་མཐར་ཐུག་སྐུ་གཉིས་དེ་ལ་ཆོས་ཀྱི་སྐུ་དང་གཟུགས་ཀྱི་སྐུ་དེ་གཉིས་དེ་འགྲུབ་ཀྱི་ཡོད་རེད་ད་དེ་རེད། དེ་འདྲའི་ཡིན་དུས་རྩ་ནས་ད་དེ་ལའང་ནམ་རྒྱུན་ང་ཚོས་ཉམས་ལེན་བྱེད་ལེའི་སྐབས་སུ་ཡིན་གཅིག་མིན་གཉིས་ཤེས་དགོས་བ་དེ་ག་རེ་རེད་འདུག་ཟེར་དུས་རྩ་ནས་ཐབས་དང་ཤེས་རབ་གཉིས་དེ་ཟུང་དུ་འབྲེལ་བའི་ཐོག་ནས་ཉམས་ལེན་བྱེད་རྒྱུ་དེ་ཧ་ཅང་གལ་ཆེན་པོ་རེད་བཞག་དཔེར་ན་ང་རང་ཚོའི་ནམ་ཞག་བརྒྱུད་འདི་སངས་རྒྱས་འོག་དཔག་མེད་ཀྱི་ཆུ་འོག་དཔག་མེད་ཀྱི་ལྷ་ཉམས་ལེན་བྱེད་ཀྱི་ཡོད་རེད་ང་ཚོས་བདེ་ཆེན་ཞིང་འབྲོམ་འཚོ་གི་ཡོད་རེད་བདེ་ཆེན་ཞིང་འབྲོམ་འཚོ་དུས་མགོ་དང་པོ་ཉིད་ནས་ཆགས་མེད་བདེ་སྨོན་ནང་དུ་ནས་ཨེ་མ་ཧོ་འདི་ནི་ཉི་མ་ནུབ་ཀྱི་ལྷོ་རོལ་ན་དྲྭ་མེད་འཇིག་རྟེན་མང་པོའི་ཕ་རོལ་ན། ཅུང་ཟད་སྟེང་དུ་འཕགས་པོ་ཡོད་ས་ན་སེ་ཡང་འདྲ་ཅིག་དེ་འདྲ་ཡོད་དགོས་འདུག་བ། ད་དེ་ཚོའི་སྐོར་ལ་དཔེ་མ་སྲིད་པར་སངས་རྒྱས་ཀྱི་གསུང་དང་གཞུང་གི་དཔེ་ཆ་དེ་ཚོ་ལ་དངུལ་གྱི་སྒོ་ནས་ཡང་དཔྱད་དགོས་ཡ་ཅིག་ཡོད་རེད། ཨ་ནི་དངུལ་གྱི་མ་ཡིན་པར་ཤུགས་ཀྱི་སྒོ་ནས་དཔྱད་དགོས་ཡ་ཡོད་རེད། དྲང་དོན་གྱི་ལྟར་དུ་ཡང་དཔྱད་དགོས་ཐུབ་དགོས་ཡོད་རེད། ཨ་ནི་དེ་ག་ནང་བཞིན་ངེས་དོན་གྱི་ཐོག་ཏུ་ཡང་དཔྱད་དགོས་ཐུབ་དགོས་ཡོད་རེད།

ཨོ་གལ་ཆེན་པོ་རེད། དེ་འདྲ་ཡིན་དུས་རྩ་ནས་དེའི་ནང་ནས་ག་རེ་གསུང་གི་ཡོད་རེད་བྱས་དུས་འདི་ནི་ཉི་མ་ནུབ་ཀྱི་ཚོགས་རོལ་ནས་དྲ་མིག་འཇིག་རྟེན་མང་པོའི་ཕ་རོལ་ན་ཟིན་དུས་རྩ་ནས། སངས་རྒྱས་འོག་དཔག་མེད་ཀྱི་ཞིང་ཁམས་ཏེ། ཨེ་ནི་འདི་ནི་དཔལ་དཀར་པ་གྲངས་མེད་པ་གི་ཕ་རོལ་པའི་ས་ཆ་རིང་པོ་ཐག་རིང་པོ་ཅིག་ལ། དེའི་ས་ཆ་གི་ཆབ་སོགས་དེ་ཡང་ཤར་ལྷོ་ནུབ་བྱང་ནས་ནུབ་ཀྱི་སོགས་ལ་ཡོད་བདེ་བ་འདྲ་ཆེ། མཐའ་གཅིག་ཏུ་ག་ཤེད་ཐག་རིང་པོ་ཞི་བའི་སྤྱི་ལ་འོ་དེ་ལས་འདྲ་ཅིག་འདི་ནི་ཉི་མ་ནུབ་ཀྱི་སོགས་རོ་ན། ས་གནས་དེ་ནུབ་ཀྱི་སོགས་ལ། དཔག་ཚད་རྒྱང་གྲགས་ཧ་ཅང་མང་པོ་འོ་འདི་རྩ་འདི་གྲངས་མེད་འཇིག་རྟེན་མང་པོའི་ཕ་རོལ་ན་ཧ་ཅང་གྲངས་མེད་པ་དེ་ས་པའི་ཐག་རིང་པོ་ཅིག་ལ།

རེད་བ། ད་ལྟ་ངས་གོང་དུ་བཤད་ཡིན་པ། ཐབས་ཀྱི་ཆ་ཡིན་ན་ནི་ཐག་རིང་པོ་བཅད་ལ་བཤད་ཀྱི་རེད་ཤེས་རབ་ཀྱི་རྩིས་སུ་ཡིན་པ་ཡིན་ན་ཅུང་ཟད་སྟེང་གི་འཕགས་པའི་ཡོད་ས་ན་ཟེར། སེམས་ཀྱི་ཐོག་ལ་ཡོད་རེད་ཟེར་ཅུང་ཟད་སྟེང་དུ་ཟེར་དུས་ད་ནས་ནི་ཁྱོད་རང་གི་སེམས་ཀྱི་ཐོག་ལ་ཡོད་རེད་ཟེར་ཡ་ཅིག་དེ་ལ་གོ་དགོས་འདུག་བ། ད་དུ་ཤུགས་ཀྱི་དཔལ་གལ་ཆེན་པོ་རེད་དེ་འདྲ་ཡིན་དུས་རྩ་ནས། དེ་འདྲ་ཅིག་གི་ཐོག་ནས་ངས་སྐད་ཆ་ཅིག་བཤད་ན་བསམ་ཚོར་བ་ནི་ང་ཚོས་ནམ་རྒྱུན་ནམ་ཞག་བརྒྱུད་དུ་འོག་པགས་ཉམས་ལེན་བྱེད་དུས་རྩ་ནས། ཚང་མའི་མདུན་གྱི་ནམ་མཁའ་ལ་སངས་རྒྱས་འོག་པགས་མི་མངོན་སུམ་དུ་བཞུགས་དུས་ཡོད་བསམ་པ་ཟད་དེ་དཔག་བྱའི། མོས་པ་བྱེད་ནི་དེ་ལ་གསོལ་བ་བཏབ། རེ་བ་ནི་དམིགས་པ་རྩེ་གཅིག་ཏུ་གཏད་ནས་ནི་དེ་ལ་ཅིག། སྦྱོར་ངན་བརྒྱུད་གསུམ་ཚང་བར་བཟློག་ནས་ནི་མདུན་གྱི་ནམ་མཁའ་ལ་སངས་རྒྱས་འོད་དཔག་མེད་གཡུ་བསམ་པ་སྒོམ་པའི་སྟོབས་ཀྱིས་གང་ཞིག་སངས་རྒྱས་ཡིད་སྲིད་པ་དེའི་མདུན་དུ་ཐུབ་པ་གཡུ་སངས་རྒྱས་ཀྱི་གསུང་ཡོད་རིག་ཐང་ངུ་ནས་རེ་ང་རང་མདུན་ན་འོད་བསམ་པ་བྱས་ནས་གསོལ་བ་བཏབ་ནས་ཅིག་འགྲོ་ཀུན་དུ་བ། དེའི་ཕྱོགས་དེ་ཧ་ཅང་ཡག་པོ་རེད། ཧ་ཅང་ཡག་པོ་རེད། སློབ་དཔོན་ཨ་ཡ་འདས་པས་དེ་འདྲ་བྱེད་སོང་འདུག་ཨ། སོང་ན་མིན་པས་དང་པོ་ཟློག་པར་དེ་དག་ནས་ཟློག་པར་བྱ་ཐ་མ་ད་ཅི་ཀུན་ཟློག་པ་གང་གི་ཕྱི་དེ་མཁས་པ་ཡིན་གསུངས་ཡོད་རེད་ད་དེ་ཚོའི་སྐོར་འབྲི་བཤད་མང་པོ་ཞུ་མ་དགོས་པ་བྱས་ཏེ་བཅར་ནས་ད་ཐབས་ཀྱི་ཆ་དེ་ཧ་ཅང་གལ་ཆེན་པོ་རེད་དེ།

དེ་ལ་ཟག་བཅས་གསུམ་རྣམས་ཀྱི་ཆ། ལུས་དང་ངག་དང་ལ་སོགས་པ་དེ་འདྲ་གི་དགེ་སྦྱོར་གྱི་ཆ་དེ་ལ་ཟག་བཅས་གསུམ་རྣམས་ཀྱི་ཆ་ཟེར་གྱི་ཡོད་རེད་བ། ཨོ་དེ་སུའི་སྐོར་དེ་དཔེ་གལ་ཆེན་པོ་རེད་དེ་དཔེ་རྩ་ཆེན་པོ་རེད་དང་པོ་ང་ཚོར་དེ་དགོས་ཡོད་རེད། ལྷག་པར་དུ་ང་རང་ཚོའི་བོད་པའི་སྤྱི་ཚོགས་ཀྱི་ནང་ན་མ་ཡུམ་ཆེ་ཤོས་རྒན་གོག་དེ་ཚོ་ལ་ད་དེ་དཔེ་ཡག་པོ་ཡོད་རེད། ང་རང་ཚོའི་ཅིག་བླ་མ་གྲྭ་བ་ལས་ལྷག་ཟག་བཅས་ཅིག་དད་པ། ཡིད་ཆེས།

བསོད་ནམས་ཆ་མཐུན་དང་ཐར་པ་ཆ་མཐུན་ཟེར་གི་དོན་བསོད་ནམས་ཀྱི་ཆ་ཡི་དགེ་བའི་རྩ་བ་དེ་རེད། ཨ་ནི་སྤང་གོང་འཕགས་པ་ལས་གྲུབ་ཀྱི་དགེ་བ་འདི་ཡིས་སྐྱེ་བ་ཀུན་བསོད་ནམས་ཡེ་ཤེས་ཚོགས་བསགས་ཏེ་བསོད་ནམས་ཡེ་ཤེས་ལས་བྱུང་བའི་དམ་པ་ཀུན་གྱི་ཐོབ་པར་ཤོག་གསུངས་ཡོད་བ། ཧོ་ད་དེ་རེད་དེ་འདྲའི་འདོད་རྩ་ནི་བསོད་ནམས་ཀྱི་ཆ་དེ་རེད། ད་དེ་གཅིག་པུ་གི་ལམ་ལ་སོང་བསྡད་པ་ཡིན་ན་དེ་གཅིག་པུ་དེ་མཐར་ཐུག་ད་དེ་ག་རང་རེད་བས་ཟེར་ན་ད་དེ་མ་རེད་ཟེར་གི་ཡོད་རེད། བསོད་ནམས་ཀྱི་ཆ་དེ་ལུས་དང་ངག་དང་ཁྱོད་རང་གི་མོས་པ་དང་ཁྱོད་རང་གི་མོས་གུས་དང་དད་པ་དང་ཡིད་ཆེས་ལ་སོགས་པ་ཡིན་བསམ་ནས་བསྡད་བསྡད་ཡོད་ར་དེ་དེ་རེད་ད་དེ་ལ་ག་རེ་གི་རྩིས་ཟིན་གི་ཡོད་རེད་མེད་དུ་མི་རུང་བ་དེ་ག་རེ་རེད་ཞེ་དུས་རྩ་ནས་བདག་མེད་རྟོགས་པའི་ལྟ་བ་སྟོང་པ་ཉིད་ཨ་ནི་དོན་དམ་བཟང་ཕྱོགས་ཀྱི་སེམས་བཟང་ཕྱོགས་ཀྱི་སེམས་རིན་པོ་ཆེ་དང་སྟོང་ཉིད་ཀྱི་ལྟ་བ་གཉིས་ཀྱི་རྩིས་ཟིན་གི་ཡོད་རེད་དེ་ལ། དེ་སྟོང་ཉིད་ཀྱི་ལྟ་བ་དང་དོན་དམ་དོན་དམ་དེ་ཉིད་ཀྱི་རྩིས་སེམས་སྲུང་བ་ཡིན་ན་ཁྱོད་རང་ད་གིས་ཁྱོད་རང་གིས་གང་ཡང་ཤེས་ཀྱི་མིན་ན་ཡང་མདུན་གྱི་ནམ་མཁའ་ལ་སངས་རྒྱས་འོད་དཔག་མེད་ཡོད་བསམ་ནས་ནི་ལུས་ངག་ཡིད་གསུམ་གྱི་དམིགས་པ་ཅི་རྩེ་གཅིག་ཏུ་བསྒྲིམས་ནས་ཁྱོད་རང་གི་ནུས་པས་གང་ཡོད་ཟག་བཅས་ཀྱི་བསོད་ནམས་ཀྱི་ཚོགས་བསགས་བསྡད་ཡ་དེ་ལ་སྟོང་ཉིད་ཀྱི་ལྟ་བས་རྒྱས་ཐེབས་བཟང་སྤྱོད་ཀྱི་སེམས་ཀྱི་རྩི་བསྲིང་བ་ཡིན་ན། སྐྱག་ནག་པོ་ལ་གསེར་གྱི་འགྱུར་རྩི་བཏང་བ་ནང་བཞིན་ནི་དགེ་བ་དེ་ཧ་ཅང་དགེ་བ་རླབས་ཆེན་པོ་ཅིག་ལ་ཆགས་འགྲོ་ཚོར་ཉོ་རེད། ཅེས་གསུང་ཨ། ད་ལྟའི་པདྨ་སི་ཏི་གནད་འགག་ཆེན་པོ་རེད། རྒྱུ་མཚན་དེ་ལ་བརྟེན་ནས་ང་ཚོས་ནམ་ཞག་རྒྱུན་དུ་ཁ་འདོན་གྱིས་དགེ་སྦྱོར་བྱེད་ལུགས་སྐབས་སུ་སྟོང་ཉིད་ཀྱི་རྩི་བསྲིང་དགོས་རེད་ཟེར་ཁ་འདོན་ཡོངས་སུ་རྫོགས་པ། ཁ་འདོན་དང་ཨ་ནི་ལུས་ངག་གི་ཟག་སྐྱེས་ཀྱི་དགེ་བ་ག་འདྲ་ཅིག་སྲིད་ན་ཡང་སྟོང་པ་ཉིད་ཀྱི་རྩིས་ཟིན་དགོས་རེད། སྟོང་པ་ཉིད་ཀྱི་རྒྱས་ཐེབས་དགོས་རེད། དེ་གསུང་གི་འདུག་བ། དེ་དཔེ་གལ་ཆེན་པོ་རེད། ཅུང་ཅུང་ནང་ནས་གསུངས་ཡོད་རེད། ཡིན་ལགས་འདི་དག་ཐམས་ཅད་ནི་ཐུབ་པའི་ཤེས་རབ་དོན་དུ་གསུངས་གསུངས་འདུག་བ། ཡིན་ལ་སྲིད་ཡ་དེ་ཟག་ཁྱི་གསུང་ནང་གི་ཆ། ཨ་ནི་ཁྱོད་རང་གི་ལུས་ཀྱི་སྒོ་ནས་ཚང་ཚང་ངག་གི་སྒོ་ནས་ཚང་ཚང་ངག་གི་སྒོ་ནས་ཁ་འདོན་བྱེད། ད་ཟག་ཁྱི་གི་དགེ་བའི་རྩ་བ་དེ། ཨ་ནི། བདག་མེད་རྟོགས་པ་ལྟ་བ་རྟོགས་པ་རྒྱུད་ལ་སྐྱེས་བུ་ཆེད་དུ་གསུངས་ཡོད་རེད། དེ་སྐྱེས་བུ་ཆེད་དུ་གསུངས་ཡོད་མ་གཏོགས་དེ་གཅིག་པུ་གི་འགྲིག་གི་རེད་གསུང་གི་ཡོད་མ་རེད་བ། ཨོ་དེ་འདྲས་ཡིན་དུས་རྩ་ནས་དེ་དཔེ་མ་ཟིག་གལ་ཆེན་པོ་རེད། སྤྱིར་བཏང་ང་རང་ཚོའི་རྡོ་རྗེ་མཁའ་འགྲོའི་རྒྱུད་ནང་ན་བར་ཆད་དེ་འདྲ་གཅིག་ཡོད། ཐབས་ཀྱི་སྤྱི་དཔལ་རིམ་པ་དང་ཤེས་རབ་རྫོགས་པའི་རིམ་པ་གཉིས། ཐབས་འདི་རྫོགས་པའི་སངས་རྒྱས་ཀྱི་བཀའི་རྒྱ་རིམ་པ་ལྟ་བུར་སོང་ངོ་ཟེར་ཡ་འདྲ་གཅིག་ཡོད་རེད་ད། ཚིག་བར་ཆད་དེ་འདྲ་གཅིག་རེད་ད། སྤྱི་རིམ་དང་རྫོགས་རིམ་ཟེར་ཡ་དེ། ཨ་ནི་བཀའི་རྒྱ་དང་པོ་ལྟ་བུ་སོང་ཡོད། སྤྱི་རིམ་ཟེར་ཡ་དེ་ས་སྐྱའི་དགེ་བ་ལ་སོགས་པ་དེ་ཚོའི་རིག་བྱེད་ཐབས་ཀྱི་ཆ་དེ་ཞེས། རྫོགས་རིམ་བསལ་བ་དེ་ནི་ཤེས་རབ་སྟོང་པ་ཉིད་བདག་མེད་རྟོགས་པ་བདག་མེད་ཀྱི་ལྟ་བ་དེ་ལས་གཞན་དུ་དེ་གཉིས་ཏེ། སྐས་ཀྱི་གདང་བུ་ལྟར་དུ་སོང་ཡོད་རེད། སྐས་ཀྱི་གདང་བུ་ཟེར་ན། ཁང་པ་གཅིག་མཐོ་ཁ་ལ་ཡར་འགྲོ་དགོས་ན། སྐས་ཐེམ་དང་པོ་ལ་མ་སོང་ན་སྐས་ཐེམ་གཉིས་པ་ལ་འགྲོ་ཐུབ་ཀྱི་མ་རེད་བ། སྐས་ཐེམ་དང་པོ་དེ་སྐས་ཐེམ་གཉིས་པ་ལ་ཡར་འགྲོ་ཟེར་སྐད་ཨེ་ནི་ཕན་ཐོགས་ཡོང་གི་ཡོད་རེད་བ། སྐས་ཐེམ་དང་པོ་དེ་མེད་ན་མཐོ་ཁ་ལ་འགྲོ་ཐུབ་ཡ་ཁོ་རང་མེད་རེད་ད། སྐས་ཐེམ་དང་པོ་ལ་མ་དགའ་ན་འགྲོ་ཐུབ་ཀྱི་མ་རེད་བ། དེ་འདྲ་ཡིན་དུས་ཙང་ནས་སྐས་ཐེམ་དང་པོ་གཉིས་པ་གསུམ་པ་ཟེར་བའི་སྐས་ཐེམ་དང་པོ་དེ་གཉིས་པ་ལ་ཕན་ཐོགས་ཀྱི་ཡོད་རེད་གཉིས་པ་དེ་གསུམ་པ་ལ་ཕན་ཐོགས་ཀྱི་ཡོད་རེད་གསུམ་པ་དེ་བཞི་པ་ལ་ཕན་ཐོགས་ཀྱི་ཡོད་རེད་པས་དེ་ནང་བཞིན་ང་རང་ཚོའི་ལུས་ཀྱི་དགེ་བའི་རྩ་བ་དང་ངག་གི་དགེ་བའི་རྩ་བ། ཟག་བཅས་ཀྱི་བསོད་ནམས་ཀྱི་ཆ་ཡི་དགེ་བའི་རྩ་བ་ལ་སོགས་པ་ཚང་མ་དེ་སྟོང་ཉིད་ཀྱི་སྟོང་པ་སྟོང་པ་ཉིད་ཀྱི་དོན་རྟོགས་པ་དང་བདག་མེད་ཀྱི་ལྟ་བ་རྟོགས་པ་རྒྱུད་ལ་སྐྱེས་པའི་ཆེད་དུ་ནི་དེ་ལ་ཕན་ཐོགས་ཀྱི་ཡོད་རེད། ཨང། དེ་གསུངས་ཡོད་རེད། དེ་ག་ནང་བཞིན་ལྟས་ལོག་པ་ཁའི་ནང་རོགས་པ་ལ་དེ་འདྲ་གསུངས་ཡོད་རེད། བུ་སྣང་བ་རྟེན་ཅིང་འབྲིང་འབྱུང་འདི་དོན་སྐྱེ་བ་མེད་པར་མ་རྟོགས་པ་ཚོགས་གཉིས་ཤིང་རྟ་འཕང་ལོག་ལ་དེ་འདྲ་བར་མ་གཟིགས་ན་རོགས་པ་གསུངས་ཡོད་རེད། དེ་ག་རེ་གསུངས་ཀྱི་ཡོད་རེད་ཟེར་དུས་ཙང་ནས། ནམ་ཞིག་ཁྱོད་རང་གི་སྟོང་པ་ཉིད་རྟོགས་ནས། སྣང་སེམས་དབྱེར་མེད་དུ་མ་འདྲེས་ཀྱི་བར་དུ། སྟོང་པ་ཉིད་ལ་ངེས་ཤེས་ཐུན་མོང་མ་ཡིན་པ་ཆེན་མ་སྐྱེས་ཀྱི་བར་དུ། དེའི་བར་དུ་ཁྱོད་རང་གིས་ནི་ལུས་ཀྱི་སྒོ་ནས་ས་མཚམས་ངག་གི་སྒོ་ནས་ཁ་འདོན་བྱས་ནས། ས་སྐྱའི་གསུང་རྣམས་ཀྱི་ཆ་དེ་མཚམས་མ་བཞག། དེ་གིས་ཁྱོད་རང་གི་སྟོང་པ་ཉིད་རྟོགས་པ་རྒྱུད་ལ་སྐྱེས་ལ་ཕན་ཐོགས་ཡོད་རེད། དེ་འདྲ་སོང་འགྲོ་བ་རྗེ་བདག་ཉིད་ཆེན་པོ་ཀྱེ་རྟོགས་པ་རྒྱུད་ལ་མ་སྐྱེས་ལས་སྐབས་སུ་རྟོགས་པ་རྒྱུད་ལ་སྐྱེ་ཡ་ལ་དེ་སྲིད་ཀ་ལས་ཁ་བོ་བྱུང་འདུས་རྗེ་ཙོང་ཁ་བ་ཀྱེ་ཨེ་ནི་རྡོ་ལ་ཨེ་ནི་མེ་འདྲ་ཕུལ་ནས་རྡོ་ཡི་སྒང་ལ་མེ་འདྲ་ཕུལ་འདུག་བ་རྡོ་ཡི་སྒང་ལ་མེ་འདྲ་ཕུལ་འདུས་ཨེ་ནི་ཤག་གི་འཁྲིག་མ་དུ་སོང་ནས་ཁྲག་འཐུང། ཤ་དང་པགས་པ་ལ་སོགས་པ་དེ་ཚོའི་ཚང་མ་དེ་བརྡོལ་ནས་ཨེ་ནི་དེའི་སྐབས་སུ་ལས་ཀྱི་སྒྲིབ་པ་ཚང་མ་སྡིག་སྒྲིབ་ཆ་ཚང་དག་འདུས་ཨེ་ནི་སྡིག་སྒྲིབ་དག་བ་དང་མཉམ་དུ་ཨེ་ནི་རྟོགས་པ་རྒྱུད་ལ་སྐྱེས་འདུག་བ། དེ་ག་རེ་གི་ཕན་ཐོགས་བྱུང་འདུག

སྟོང་ཉིད་ཀྱི་ལྟ་བ་རྟོགས་པའི་ཆེད་དུ། བཟང་སྤྱོད་ཀྱི་སེམས་རིན་པོ་ཆེ་སྐྱེ་བའི་ཆེད་དུ། ཧོ་ཆ་ཚང་དུ་དེ་དེ་འདྲ་ཞིག་འགྲོ་གི་ཡོད་རེད། དེ་ཧ་གོ་དགོས་ཡོད་རེད་དེ་འདྲ་ཞིག་མ་བྱས་པ་ཡིན་ན། ཐབས་གཅིག་པུ་གི་ཆ་ལ། ཐབས་གཅིག་པུ་གི་ཆ་ལ་ཕྱོགས་རེས་བྱས་ནས་སོང་བསྡད་པ་ཡིན་ན། དེ་ནི་ཆོས་དེ་ལ་ནུས་པ་ཆེན་པོ། འབྲས་བུ་ཆེན་པོ་ཅིག་ཡོང་གི་ཡོད་མ་རེད། ཁོ་ཟ་ཀི་ཡེར་བ་དཔེ་ན་ཞག་གཅིག་ལ་ནམ་མཁའ་ལ་འཕུར་དགོས་པ་ཡིན་ན། ཞག་གཅིག་ལ་གཤོག་པ་གཉིས་མེད་ན་ནམ་མཁའ་ལ་འཕུར་ཐུབ་གི་མ་རེད་བ། དཔེ་དེ་ནང་བཞིན་ང་རང་ཚོ་ཡང་རྫོགས་པ་སངས་རྒྱས་ཀྱི་གོ་འཕང། ནམ་ཕྱིན་རྫོགས་པ་སངས་རྒྱས་ཀྱི་གོ་འཕང། དེ་ལ་འཕུར་དགོས་ཡོད་ན་ཁྱོད་རང་ལ། ཐབས་ཀྱི་ཆ་དང་ཤེས་རབ་ཀྱི་ཆ་གཉིས་ཆ་ས་གཅིག་ལ་གཤོག་པ་གཉིས་ཡོད་པ་ནང་བཞིན་གོ་ཡོད་རེད་གསུངས་པ་རེད། ཕྱིན་སོང་ཨ། ཐབས་ཀྱི་ཆ་ཟེར་ཡ་དེ། ལུས་ཀྱི་སྒོ་ནས་སངས། ངག་གི་སྒོ་ནས་ཁ་འདོན་བྱེད། ཡིད་ཀྱི་སྒོ་ནས་དད་པ་དང་དམིགས་ཡུལ་དང་ཡིད་ཆེས། ད་ལྟའི་ཁྱེད་རང་ཚོར་དཔེ་ཡག་པོ་ཡོད་རེད་བོད་པའི་སྤྱི་ཚོགས་རྒན་གོག་དེ་ཚོའི་ནང་ལ་ཧ་ཅང་ཡག་པོ་ཡོད་རེད་དེ་ཉམས་ཆག་མ་བྱུང་བ་སྲིད་དམངས་གཞི་དེ་ལ་བཞག་དེའི་ཐོག་ལ་ག་རེ་གི་ཡར་རྒྱས་གཏང་དགོས་རེད་ཟེར་དུས་ཨ་ནི་སྟོང་པ་ཉིད་ཀྱི་དོན་ལ་དེ་སང་ད་ཧ་གོ་ལི་བྱས་ནས་ད་སྟོང་པ་ཉིད་ཟེར་ཡ་དེ་དེ་འདྲ་ཅིག་རེད་བཞག་བསམ་པ་ཅིག་གི་ཧ་གོ་ལི་ཅིག་བྱས་ནས་ཨ་ནི་དེ་འདྲ་ཅིག་ཟེར་བ་ཡིན་ན་ད་གིས་ཁྱོད་རང་ཟག་ཁྱེད་བསོད་ནམས་ཀྱི་ཆ་ཡི་དགེ་བའི་རྩ་བ་དེ་ལ་ནུས་པ་ཧ་ཅང་ཆེན་པོ་ཅིག་ཆགས་རེད། དཔེར་ན། གསེར་གྱི་མེ་འདྲ་ལ་གཡུའི་ཁྲག་བསྐུ་བ་ནང་བཞིན། གསེར་གྱི་བུམ་པ་ལ་ནི། དངུལ་གྱི་དག་དཀར་ཚིག་གི་གཅིག་དེ་འདྲའི་ཁྲག་བསྐུ་བ་ནང་བཞིན། ད་ཡག་ཐོག་ཡག་ཚིག་ཚིག་གི་རོ། མདའ་བཟང་པོ་ལ་མདའ་སྒྲོ་སྒྲོན་པ་དང། རྟ་བཟང་པོ་ལ་རྒ་སྲབ་སྤྲད་པ་ནང་བཞིན་གསུངས་ཡོད།

ཀུན་རྫོབ་རྟགས་ཀྱི་ལྷ། དོན་དམ་ཆོས་ཉིད་ཀྱི་ལྷ། དེ་ཚོའི་སྐོར་ལ་བདེན་ཚིག་ཤེས་དགོས་རེད། དཔེར་ན་ད་ལྟ་ང་རང་ཚོའི་མདུན་གྱི་ནམ་མཁའ་ལ་སངས་རྒྱས་འོད་གསལ་འབར་ཏེ་ལྷ་ག་རེ་འཁོར་འདུག་ག་རེ་ག་རེ་འདྲི་རེད་ཟེར་ན། དེ་ཀུན་རྫོབ་རྟགས་ཀྱི་ལྷ། ཡང་མིན་ན་ཚུལ་གཟིགས་དཔེ་ཡི་ལྷ་དེ་འདྲ་གཅིག་རེད། དེ་ལ་མ་བསྟིམ་བ་ཡིན་ན། ང་རང་ཚོ་དོན་དམ་ཆོས་ཉིད་ཀྱི་ལྷ། ཆོས་ཟབ་དཔལ་གྱི་ལྷ་དེ་ང་ཚོས་རྙེད་ཐུབ་ཀྱི་མི་འདུག་བ། ད་ལྟ་རྗེ་བདག་ཉིད་ཀྱིས་འབོ་གི་རྡོ་ཡི་མེ་འདྲ་ཕུལ་བ་ནང་བཞིན་ཆགས་ཏེ། རྗེ་བདག་ཉིད་ཀྱིས་འབོ་གི་རྡོ་ཡི་ཐོག་ལ་མེ་འདྲ་ཕུལ་ནས་ཚོགས་བསགས་དུ་སྦྲེལ་གྱིས་མ་བསྲེས་པ་ཡིན་ན། སྟོང་ཉིད་ཀྱི་ལྟ་བ་རྟོགས་པ་དེ་རྒྱུད་ལ་སྐྱེ་གི་མི་འདུག་བ། དཔེ་དེ་ནང་བཞིན་ང་རང་ཚོ་གི་ཡང་ཨེ་ལིན་ཆོན་ས་དཔེ་ལྷག་དེ་ལ་ཅིག་གི་ཀུན་རྫོབ་རྟགས་ཀྱི་ལྷག་དེ་ལ་དེ་ལ་དད་པ་སེ་མི་དགོས་སེ་ཡིད་ཆེས་སེ་འདོན་གྱི་ནམ་མཁའ་ལ་སངས་རྒྱས་འོག་དཔག་མེད་མངོན་སུམ་དུ་བཞུགས་ཏེ་ཡོང་བསམ་པ་སེ་ནས་དམིགས་པ་རྩེ་གཅིག་ཏུ་གཏད་ནས་ཨེ་ལིན་དེ་ལ་དད་པ་མི་དགོས་ཡིད་ཆེས་ཐོག་ནས་སོ་སོའི་ཁ་འདོན་འདོན་ཨེ་ལིན་ཆོས་པ་བཞི་འམ་ད་ག་རེ་བྱས་ན་ཆ་ཚང་དེ་འདྲ་བྱས་དེ་ན།

ནུས་པ་ཆེར་ཆེར་འགྲོ། ད་ལྟ་ང་རང་ཚོའི་རྒྱུད་ལ་ཡོད་པའི་སངས་རྒྱས་དེ་གཉིད་ཁུག་གི་ཡོད་རེད་ད་རྡོག་རྡོག་བྱས་ནས་གཉིད་ཁུག་ནས་གཉིད་ཁུག་ནས་པགས་པས་ཉོན་མོངས་དུག་ལྔ་ལྷག་པར་དུ་མ་རིག་པ་གས་ནི་གཡོག་པོ་ལ་བསྐུལ་ནས་མ་རིག་པ་ཁོ་རང་དཔོན་པོ་འདྲ་ཅིག་བྱས་ཤེས་ནི་དེའི་མཐའ་སྐོར་ལ་ནི་འདོད་ཆགས་ཞེ་སྡང་གཏུམ་མོ་ལྔ་བརྒྱ་ཕྲག་དུག་ལ་སོགས་པ་མང་པོ་ཅིག་གས་ནི་དཔོན་པོ་སྡུག་ཅག་ཅིག་ལ་ནི་རྒྱལ་པོ་སྡུག་ཅག་ཅིག་ལ་དང་བློན་པོ་དེ་འདྲ་སྡིག་པའི་བློན་པོ་དེ་འདྲ་མང་པོ་ཅིག་གིས་བསྐོར་བསྡད་པ་ནང་བཞིན་བྱས་ནས། ང་རང་ཚོའི་རིག་པའི་ཡེ་ཤེས་སངས་རྒྱས་དེ་གཡོག་པོ་འདྲ་ཅིག་ཆགས་ནས། དེ་འདྲ་ཆགས་ཏེ་ད་ལྟའི་བར་མཐར་སྤྲོད་བཏང་ནས་དེ་ཡར་རིམ་པས་ཤིན་ཏུ་གཉིད་སད་དགོས་པ་ཡིན་ན། ང་ཚོའི་བསོད་ནམས་ཀྱི་ཚོགས་བསགས་དགོས་འདུག་བ། དཔེར་ན་མེ་ཏོག་འདྲ་ཅིག། ཞིང་ཁ་འདྲ་གཅིག་ལ་མེ་ཏོག་ཅིག་སྐྱེས་དགོས་ན་མེ་ཏོག་དེ་ལ་ཆར་པ་རྩ་ནས་མ་བརྒྱབ་ན་ཟླ་བ་མང་པོ་འགྲོ་སོང་ན་ཆར་པ་ཐིགས་མ་གཅིག་བརྒྱབ་ཀྱི་ཡོང་གི་མ་རེད་བ། ཆར་པ་ཐིགས་མ་གཉིས་སུ་བརྒྱབ་ལེ་ཀྱི་ཡོང་གི་མི་འདུག་བ། ཆར་པ་རྒྱུན་རིང་པོ་ཅིག་ཤུགས་ཆེན་པོ་ཅིག་མ་བརྒྱབ་ན་མེ་ཏོག་གི་རྩ་བ་དེ་བཤིག་ནས་ས་བོན་དེ་ནི་མེ་ཏོག་ཆགས་ཐུབ་ཀྱི་མ་རེད་བ། དཔེ་དེ་ནང་བཞིན་ང་རང་ཚོ་གི་བདག་འཛིན་ཟེར་ཡ་དེ་རང་གཅེས་འཛིན་ཟེར་ཡ་དེ་གི་ང་རང་ཚོའི་སངས་རྒྱས་རྒྱུད་ལ་ཡོད་པའི་སངས་རྒྱས་དེ་འཕྲོག་བཅོམ་ཟེར་ནས་ད་ཇག་པ་འདྲ་ལ་མ་སོང་ན་འགོག་ཁོག་ལྷུ་ཚིགས་དེའི་ཕར་མལ་ལི་བཟོ་ལ་དེའི་ཕར་མཐར་དཀྲུག་བཏང་དགོས་བ་ཡིན་ན་དེ་ལ་སྙིང་པོ་ཨོག་ཟི་ཆེན་པོ་གཅིག་མ་བཏིང་བ་ཡིན་ན་ཡོང་གི་མི་འདུག་བ། ཧོ་དེ་འདྲས་ཡིན་དུས་རྩ་འདྲེ་དུས་ཚོད་སྐོར་དེ་ལ་ཨེ་ནི་ཟ་ཁྱི་བསྲུང་ནམ་གྱི་ཆ་ཟེ་དུས་ཚོད་སྐོར་དེ་ཡག་པོ་གཅིག་བསགས་ཨེ་ནི་དེའི་ཐབས་ཀྱི་ཆ་ཟ་ཁྱི་བསྲུང་ནམ་གྱི་ཆ་དེ་ཡག་པོ་གཅིག་བསྲུང་དུས་ཨེ་ནི་དེ་ལའང་གང་ཤི་ཤི་གི་ཨེ་ནི་ནམ་ཞག་རྒྱུན་དུ་སྟོང་ཉིད་ཀྱི་ལྟ་བའི་རྗེས་ཐེབས་ལས་བྱས་ནས། འཁོར་གསུམ་དམིགས་པ་མེད་པར་ཟེར་གི་འདུག་འཁོར་གསུམ་དམིགས་པ་མེད་པའི་སྟོང་ཉིད་ཀྱི་རྩིས་ཟིན་པའི་ཐོག་ནས་ཨ་ནི་དེ་འདྲ་ཅིག་བཟུང་བ་ཡིན་ན་ཨ་ནི་དེ་ལ་ཐབས་ཤེས་བཟུང་ཡོང་ཞེས་ཐབས་ཤེས་ཡ་མ་འདྲ་རེ་ཟེར་ཡ་དེ་འོ་དེ་འདྲ་ཡོང་གི་ཡོད་རེད། འོ་དེ་འདྲ་ཡིན་དུས་ད་ནི་དེ་འདྲ་ཅིག་ཟེར་ཨ་ནི་མཐར་ཐུག་དེ་ལ་ཨ་ནི་དངོས་གནས་གཞོགས་སངས་འདྲ་སྟེ།

ང་རང་ཚོ་མང་ཡུལ་ཆེ་ཤོས་དེ་མི་ཚེ་ཁོ་རང་ལ་ཨོ་ཆེ་བྲང་ཁ་འདྲ་ཆེ་བྲང་ཁ་མདུན་འདྲ་ཅིག་བྱས་ནས་བྲང་ཁ་འདྲ་ཆང་ཆང་བྲང་དེ་འདྲ་འདྲ་བྱས་ནས་ཡིན་ལག་གི་ཐོག་ལ་ཕག་དེ་རྩ་བ་འདྲ་ཅིག་བྱས་དེར་འགྲོ་གི་འདུག་བ་དེ་ཚང་མ་དེ་ཚོས་འོ་འདྲི་ཁྲིད་འདུག་རྩ་ནས་འཛམ་བུ་གླིང་གི་ཆོས་མང་པོ་ཨོ་ཆེ་འཛམ་བུ་གླིང་ནས་བབ་གི་འདུག་བ་ཆོས་ཆོས་མང་པོ་དེ

ཁོ་ལུང་པོ་དབང་གི་ཆོས་བྱེད་པ་ལ་མིང་ཐ་དད་རེད་མ་གཏོགས་དོན་ངོ་མ་དེ་ཆོས་འདི་ཤག་དེ་མཐར་ཐུག་ཆོས་འབབ་འགྲོ་ས་འབབ་བབ་ས་དེ་རྒྱ་མཚོ་ཆེན་པོའི་ནང་ལ་འབབ་འགྲོ་གི་ཡོད་རེད། དཔེ་དེའི་ནང་བཞིན་ང་རང་ཚོ་ག་ལུས་ཀྱི་ས་ཚང་ངག་གི་ས་ཚང་ཡིད་ལུས་ཀྱི་ས་ཚང་ཨ་ནི་ངག་གི་ཅིག་འདོན་པ་དང་ཡིད་ཀྱི་དད་པ་མུ་གེ་ག་འདྲ་ཅིག་སེལ་བསྡད་པ་ཡིན་ན་ཡང

འོ་ད་དེ་སུ་གོ་ལུང་འདི་མང་པོ་འཕངས་ན་ཡང་ཡག་པོ་ཡོད་མར་ད་དེ་ཡིན་དུས་ཙཱ་ནི་དེ་ཤེས་རབ་ཀྱི་རྩིས་ཟིན་པའི་ཤེས་རབ་ཞེས་ཡ་དེ་ཆོས་རབ་བདག་མེད་རྣམ་འབྱེད་ཀྱི་ཤེས་རབ་སྟོང་ཉིད་ཀྱི་ལྟ་བ་རྟོགས་པ་རྒྱུད་ལ་བལྟས་པ་དེ་ལ་ཤེས་རབ་མཆོག་ཏུ་སྤྱོད་པར་བ་དེའི་རྩིས་ཟིན་པའི་ཐོག་ནས་དེ་འདྲ་ཞིག་སོང་བ་ཡིན་ན་ཨ་ནི་ཐབས་ཤེས་ཡ་མ་འདྲ་བ་ཞེས་ཡ་དེ་ཡོང་གི་ཡོད་རེད་ཞེས་རྣམ་བཞག་རྒྱུད་འདི། ཨོ་དེ་འདྲས་ཅིག་ཞུས་ན་བསམ་སོང་ད་ལྟའི་ནམ་རྒྱུན་ང་རང་གི་ཅིག་བསམ་བློ་གཏོང་སྟངས་དེ། མ་བཤད་ལེ་སྐབས་སུ་མི་ལ་ཁ་ནང་ནས་དེ་འདྲས་བཤད་མཁན་ཡོད་ར་བཤད་དུས་རྩ་ནས་ནི་ཁ་གཙང་ཤ། ང་ཚོའི་བཟའ་ཟླ་བ་གས་དེ་འདྲས་གནང་ན་དེ་འདྲས་མང་པོ་བཤད་དེ་རེད་དེ་འདྲས་ཡིན་དུས་ད་དེ་ལ་ཨུ་ཚུགས་བརྒྱབ་ན་ཁ་ཤས་ཅིག་གིས་སྐུ་ཕྱི་ཡས་དེ་ཡང་མིན་ན་ཡིག་ཐོག་ལ་མ་བབས་ནས་བཏང་རོགས་ཡང་མིན་ན་དེ་ངག་ཐོག་ནས་སྒྲ་སྒམ་གྱིས་བཟོ་རོགས་ཅེས། དཔེ་ཡག་པོ་འདུག་དེ་བཟའ་ཟླ་བ་གིས་ང་ལ་ངའི་ཆུས་ཆུ་ཐུང་ཐུང་ཐུང་ཐུང་ཞིག་གཡར་དུས་སུ་སྐོར་དེ་དཔེ་ཕན་ཐོགས་ཆེན་པོ་བྱུང་ཟེར་ཉིན་དེ་འདྲའི་དཔེ་མང་པོ་བྱུང་སོང་ནས་ངས་དེ་ཆད་དེ་ནས་དེ་རིང་དེ་སྒྲ་སྒམ་དེ་དེ་འདྲ་བྱས་ནས་བཟོས་ཡིན་ནི་ཁྱི་རྣམ་པ་ཚང་མ་དེ་ཤི་ཐུབ་ཧི་སུའི་ལས་རེ་བ་དང་སྨོན་ལམ་ཡོད་ནི་ངས་དེ་རིང་དེ་ལ་མཚམས་འཇོག་འཇོག་གི་ཡིན་ལ་སོ། བདག་གཞན་སེམས་ཅན་ཐམས་ཅད་ལོག་སྤྱོད་སུན་འགྲོ་བར་སེམས་ཅན་བསླབ་རྡོ་སོར་བཅུད་ལམ་དུ་འགྲོ་བར་སེམས་ཅན་བསླབ་རྡོ་སོར་ལངས་སྤྲུལ་པ་སེལ་བར་སེམས་ཅན་བསླབ་རྡོ་སོར་འཁྲུལ་པ་ཡེ་ཤེས་སུ་འཆར་བར་སེམས་ཅན་བསླབ་རྡོ་སོ།